འདི་ག་ཡིན་ན་གཙང་གི་རྩོམ་སྒྲིག་ཅི་རིགས་ཀྱི་ལེ་ཚན་རེད། གུས་མོ་ནི་ད་རེས་ཀྱི་ལེ་ཚན་སྙན་སྒྲོན་པ་བཀྲ་ཤིས་དཔལ་མོ་ཡིན། ཤ་མ་ཡིན་ན་གུས་མོས་ཁྱེད་ཚོའི་བརྙན་ལམ་དུ་ཚེ་རིང་དོན་གྲུབ་ལགས་ཀྱིས་བརྩམས་གནང་བའི་རྭ་ལོ་ཞེས་པའི་ཁག་དང་པོ་དེ་སྙན་སྒྲོན་ཞུ་རྒྱུ་ཡིན་པས་ལྷན་རྒྱས་ཚོའི་ཐུགས་སེམས་དགྱེས་ཚོར་ཆེན་པོའི་ངང་གཟིགས་གཟིགས་གནང་རོགས། ཤོག་དཀར་མདུན་ལ་བླངས་ནས་ར་ལོའི་གཏམ་རྒྱུད་བྲི་རྒྱུ་ནི་སྤྲོ་སྣང་ལྡན་པའི་དོན་ཞིག་མ་ཡིན་ཏེ། ནམ་རྒྱུན་ཁོའི་སྣར་ཐོར་འཆང་བའི་གསལ་ལ་སྦོམ་པའི་སྣབས་ཀྱིས་ངའི་མིག་ལམ་ནས་ཕ་ཡོ་མཚུ་ཡོ་བྱེད་ཀྱིན་འདུག་ར་ལོ་མི་ཡུལ་དེར་སྐྱེས་པ་ནས་བཟུང་ཨ་མ་མ་གཏོགས་གཉེན་ཉེ་ཟེར་བ་ཞིག་ཐོས་མ་མྱོང། ཁོས་སྐད་ཆ་སྨྲ་ཤེས་པའི་དུས་སུ་སྡེ་པའི་ནང་གི་སྐྱེས་པ་མ་རབས་ལ་ལས་ཁོ་ལ། ཁྱོད་ཀྱི་ཨ་ཕ་སུ་ཡིན་ཞེས་ཀུ་རེའི་ཚུལ་གྱིས་འདྲི་བར་བྱེད། དེ་ནི་ར་ལོར་མཚོན་ན་ངེས་པར་དུ་ཨ་མར་འདྲི་དགོས་པའི་དོན་ཞིག་རེད། ཨ་མ། ངའི་ཨ་ཕ་སུ་རེད། རྗེས་སུ་ཨ་ཕ་ཞེས་པ་གཏན་ནས་གླེང་མི་ཆོག་ཨ་མས་ཁོ་ལ་འགྲམ་ལྕག་ཅིག་གཞུས་པ་དང་མཉམ་དུ་ཁོ་རང་ཚུར་འཐེན་ནས་རང་གི་བྲང་ཁར་མཆོང་བ་བྱེད། ཡིན་ན་ཡང་དུས་ཡུན་རིང་པོ་ཞིག་མ་འགོར་བར་མཚན་མོའི་དུས་སུ་སྐྱེས་པ་ཞིག་ཁོ་ཚང་ལ་ཡོང་གིན་འདུག་ཕྱིས་སུ་རིམ་བཞིན་ཉིན་འགར་ཡང་ཡོང་སྟེ་མཐའ་མར་ཁོ་ཚང་ནས་ཞི་གྲོས་བྱས་སོང། དེ་དུས་ཨ་མས་བྱམས་བརྩེའི་ངང་ནས་ར་ལོ་ངའི་གཅེས་ཕྲུག་མི་དེ་ཁྱོད་ཀྱི་ཨ་ཕ་རེད་ཟེར། འོན་ཀྱང་མི་དེ་ནི་བྱིས་པ་གཞན་དག་གི་ཨ་མ་དང་མི་འདྲ་བར་ར་ལོ་ལ་ཀ་ར་གཅིག་ཀྱང་ཉོས་མ་མྱོང་ལ་འོ་ཞིག་ཀྱང་མི་བྱེད་པར་མ་ཟད། ར་ལོ་དེ་གམ་ལ་བཅར་ཚེ་ཁོས་སུན་སྣང་གི་ངང་ནས། ཧ། ནག་སྟོན་གནམ་ལ་བསྟོད་དང་ཕར་སོང་ཟེར། ངོ་མ། ར་ལོའི་སྣབས་དེ་རང་བབས་ཀྱི་ཆུ་བཞིན་དུ་ད་ཕྱིན་ན་ད་བཞུགས་འོངས་པས་ཁོའི་ཨ་མའི་རྟག་ཏུ་ཡང་སྨན་སུ་བཞུར་གྱིན་འདུག་ཟེར། ཤེས་མེད་ཚོར་མེད་ངང་ར་ལོ་ཕོ་ལོ་བཅུ་བཞི་སླེབས་ན་ཡང། ཁོའི་སྣབས་དེ་སྔར་ལས་ཀྱང་འབུམ་ཞིག་རིང་པོར་འཕྱང་འདུག་པ་ལས། ཁོའི་ན་ཟླ་ཚོས་རྟ་རྒྱུག་ཟླ་ཚེས་བྱེད་ཀྱི་ཡོད་ནའང་ཁོ་རང་ད་དུང་གཞོན་པ་གཡུག་མ་ཞིག་ལའང་གཅིག་པོར་གཞོན་མི་ཕོད་པ་ཨ་མའི་ཕོ་མོ་བཟུང་ནས་འགྲོ་དགོས། དེ་དུས་ལ་ལས། ར་ལོ། ཁྱོད་ཀྱི་ཨ་མ་སྤང་ལ་བཟུང་ནས་འགྲོ་བ་ཡིན་ནམ་ཞེས་བསྐུར་ཡང་བྱེད། རུ་དགུན་ས་སྤོ་བའི་སྔ་མོ་ཞིག་ལ། ར་ལུས་གཡག་གཅིག་གི་སྣ་ནས་བཟུང་ཞིང་ཕ་གཡག་གིས་དེ་ལ་ཁལ་འདེད་བཞིན་པའི་སྐབས་སུ། གཡག་དེས། འགྲོགས་རྒྱུག་ཅིག། བྱས་པས་ན་ཕ་གཡག་གིས་ར་ལོ་ལ་ས་མོ་ཆུ་དམ་པོར་བཟུང་ཟིན། ར་ལུས་ཨམ་ཚིག་བསྡམས་ནས། མ་མཁར་སོ་བཏབ་ཅིང། ནབ་སོ་ཐིག་ལ་དེ་བཞིན་དུ་གཡག་སྣ་དམ་པོར་བཟུང་ནས་བསྡད། འོ་ཡ། མི་ཞིག་ཡིན་ན་ཁྱི་ཞིག་གི་ཡན་རིང་ཕ་ཡ་ཡིད་ཚིམ་པའི་ངང་ནས་དམ་པོར་བཟུང། དམ་པོ། ཞེས་ཚིག་མཇུག་མ་རྫོགས་གོང་གཡག་དེ་སླར་ཡང། སྐོར་རྒྱུག་ཅིག་བྱས་པས་རྭ་ལོ་ཁ་སྦུག་ཏུ་འགྱེལ་ཏེ་ལག་གིས་སྣ་ཐག་ཤོར་མ་ཐག་གཡག་རྒན་དེ་མདུན་ཞུགས་སྒོ་ལྟར་བང་གིས་བརྒྱུགས་ནས། རྒྱབ་ཀྱི་སྒ་ཡང། བོ་གཤགས་ལ་ལྷུང་སྟེ་རྨིག་པས་བརྫིས་པའི་དངོས་པོ་རྣམས་ལེན་རྒྱུ་མེད་པར་བཟོས། རྩིག་པ་གཡའ་ལ་བཟོས་ཏེ་ལྕགས་ཀྱི་རྟ་ལ་བྲབ་ཟེར་བའི་དཔེ་ལྟར། ཕ་གཡའ་ཁོང་ཁྲོའི་ངང་ནས་རྒྱུགས་ཡོང་སྟེ། རང་ངའི་སྣབས་བླུགས་དེ། གཡང་ལ་གཅིག་ཀྱང་ཟིན་མི་ཐུབ་ཟེར་བཞིན་ར་ལོ་འགྲམ་ལྕགས་ཚ་བོ་གཉིས་བཤུས་ནས། སྣབས་དེ་མ་ལེགས་སྒོ་ནས་གྲང་གའི་བར་འཁྲུད་བཅུག། ཨ་མ་རྒྱུག་ཡོང་ནས་ཁྱོད་ཀྱིས་ངའི་བུ་ལ་རྡུང་མི་ཆོག། ད་ནས་བཟུང་ཁྱོད་ཀྱིས་ངའི་བུ་ལ་རྫུ་འཁོད་ཅིག་འཐུང་ན། ཁྱོད་རང་ཁྱིམ་འདི་ལ་འདུག་ས་མེད་ཟེར། ཧ་ཧ། ངས་ཁྱོད་མོ་བུ་གཉིས་ཀར་སྙིང་རྗེ་ནས་དེད་པ་མ་གཏོགས། སྟོད་ཆེ་ནས་དེད་པ་མིན། ང་རང་ད་ལྟ་ཉིད་ནས་འགྲོ་ཆོག་ཕ་ཡང་དངོས་གནས་ལམ་ལ་ཆས་སོང། ཨ་ཕ་འགྲོ་རུ་མ་བཅུག། ཁྱོད་ཀྱིས་ཁྱི་ཁ་ཟུམ་ནས་སྡོད། ཁྱོད་ལ་ཨ་བ་ཞིག་ག་ནས་ཡོད། འགྲམ་ལྕག་གཅིག་དང་མཉམ་དུ་ར་ལོ་བྲང་ཁར་སྦྱར་ནས་མ་བུ་གཉིས་ཀ་ངུས། འཇིག་རྟེན་ཁམས་ན་ཅི་འདྲའི་མི་མང་བོ་ཞིག་ཡོད་པ་རེད་ཨང། ཡིན་ནའང་ར་ལོ་དེའི་ཁྲོད་ནས་ཨ་མ་མ་གཏོགས་གཉེན་ཉེ་གཅིག་ཀྱང་མེད་ལ། དེ་ནི་ཨ་མར་ཡང་དེའི་ཁྲོད་ནས་ར་ལོ་མ་གཏོགས་གཉེན་ཉེ་གཅིག་ཀྱང་མེད་པ་དང་འདྲ། འོན་ཀྱང་འཆི་བདག་དེས་དེ་ལ་སྙིང་རྗེ་ཞིག་ག་ནས་བསྒོམ། དེ་ནི་ལུག་ཁྱུའི་ནང་ལ་སྤྱང་ཀི་རྒྱུག་དུས་གང་ཟིན་ན་དེ་ཡིན་པ་ལྟར། ད་ཐེངས་འཇིག་རྟེན་ཁམས་ཀྱི་མི་མང་པོའི་ནང་ནས། བསམ་བཞིན་ར་ལོའི་ཨ་མ་མཆི་མའི་ཡུལ་དུ་ཁྲིད་སོང། ཕྱིས་ཁོང་མ་བུ་གཉིས་ལ་སྙིང་ཉེ་གཅིག་ཀྱང་མེད་ནའང། དེ་དུས་མིག་ཆུ་མི་གཏོང་བའི་མི་གཅིག་ཀྱང་མེད། དེ་ནི་ར་ལོ་སྙིང་རྗེ་སྐྱེས་པ་སྨོས་ཅི་དགོས། ར་ལོའི་ཨ་མ་ཤི་བའི་ལོ་དེའི་དབྱར་ཁར། སྡེ་པའི་ནང་གི་མི་བསམ་ཤེས་ཀྱིས་གྲོས་བྱས་ནས་ར་ལོ་ཡུལ་ཚོའི་སློབ་ཆུང་ནང་ལ་བསྐྱལ་ཡོང་བ་རེད། དེ་ནི་ཁོ་རང་ཡི་གེ་ཀློག་པར་བསྐྱལ་ཡོང་ཟེར་བ་ལས་དོན་དངོས་སུ་འཚོ་བ་སྐྱོལ་ཐབས་སུ་བསྐྱལ་ཡོང་ཟེར་ན་འགྲིག། ང་ཡང་ལོ་དེར་སློབ་གྲྭར་ཞུགས་པ་ཡིན་པས་ར་ལོ་ངེད་གཉིས་འཛིན་གྲྭ་གཅིག་ཏུ་འདུས། འོན་ཀྱང་ར་ལོ་ང་ལས་ལོ་ལྔ་ཆེ་བ་དང། འཛིན་གྲྭའི་ནང་གི་ལོ་ཆེས་ཆེ་བའང་ཁོ་རང་རེད། དང་ཐོག་ར་ལོ་སློབ་ཆུང་ལ་ཤིན་ཏུ་བཟང་བ་འདྲ་སྟེ་སློབ་གྲོགས་སུས་ཀྱང་ཀ་མད་སུམ་ཅུར་སློབ་མ་འཛིན་གོང་ལ་ར་ལོས་ཐོག་མར་བློར་འཛིན་པས་སྐྱེས་ཡིན་གྱིས་ཀྱང་ཚང་མས་ར་ལོ་སློབ་སྦྱོང་བྱོས་ཟེར། འོན་ཀྱང་ཉིན་བརྒྱའི་རྗེས་སུ་དགེ་རྒན་གྱིས་སློབ་གྲོགས་རེ་རེ་སྐར་མས་སུམ་ཅུ་སྒོ་ཟམ་སྟེང་ལ་འདྲིར་བཅུག་དུས། ར་ལུས་པ་གཅིག་པུའང་འབྲི་མི་ཤེས་པའི་སློབ་གྲོགས་ཚང་མ་འདས་མ་ཤོར་བ་དང་དགེ་རྒན་གྱིས་ཚང་མ་ར་ལོར་སློབ་སྦྱོང་བྱེད་མི་རུང་གསུངས། ཚང་མ་ར་ལོར་སློབ་སྦྱོང་བྱེད་མི་རུང་ཞེས་སློབ་ར་ཡོངས་སུ་ཁྱབ་སོང། ར་ལོ་ངོ་མ་སློབ་སྦྱོང་བྱེད་མི་རུང་བ་འདྲ་སྟེ། ང་ཚོ་འཛིན་གྲྭ་འཕར་སྐབས་ར་ལོ་དོད་དུ་ཀ་སྨད་སུམ་ཅུ་འཕྲི་མི་ཤེས་པའི་སློབ་སྦྱོང་མི་བཟང་བ་དང། རྒྱུན་པར་སྣབས་ལུག་པའི་གཙང་སྦྲ་མི་བཟང་བ། དུ་བ་འཐིམ་པའི་སྒྲིག་ལམ་ཡང་མི་བཟང་བ་གཟིགས་ནས་འཛིན་གྲྭ་འཕར་མི་ཐུབ། འོན་ཀྱང་དེ་ནི་ར་ལོར་མཚོན་ན་སེམས་ཁུར་བྱེད་དགོས་པའི་དོན་ཞིག་མིན་ཏེ། རྒྱུ་མཚན་ནི་ཁོ་ལ་འཛིན་གྲྭ་འཕར་མ་ཐུབ་པའི་སྡིགས་མོ་བྱེད་མཁན་མེད་པས་རེད། ར་ལོའི་སེམས་ཁུར་བྱེད་ས་གཙོ་བོ་ནི་ཁོ་རང་དབྱར་གནང་སྐབས་སུ་ཡུལ་ལ་འགྲོ་ས་མེད་པ་དང། དགེ་སློབ་ཚོ་ཡུལ་ལ་སོང་ཅིང་ཁོའི་དུ་བའི་འབྱུང་ཁུངས་ཆད་པ་རེད། དེ་ཡང་མ་གཞི་ར་ལོ་དུ་བའི་འབྱུང་ཁུངས་ནི་དགེ་རྒན་ཚོའི་ཁྱིམ་ལུས་དང། འཛིན་གྲྭ་མཐོ་བའི་སློབ་མ་ཚོའི་གྱོན་པ་འཁྲུ་བ། ཟ་མ་ལེན་པ། ཉིན་རེ། སློབ་མ་ཚོའི་ཚབ་ཏུ་སློབ་ཁང་ལ་གཙང་སྦྲ་བྱེད་པ་དེ་ཚོར་ར་ལུ་ལ་དུ་བ་རྐང་རེ་སྟེར་བཞིན་ཡོད་པ་དེ་རེད། འབྲོག་ཕྱོགས་ཀྱི་སློབ་མ་ཚོར་གོམས་གཤིས་ངན་པ་ཞིག་ཡོད་པ་དེ་ནི། སྣང་བ་འབྱིན་དུས་དུས་ལྟར་ཕྱི་མི་འོང་བ་དང་དབྱར་གནང་དགུན་གནང་ཚར་ནས་ཕྱིར་ཚུགས་དུས་ཀྱང་མར་ཐག་ཡང་ཉིན་ལྔ་དྲུག་སློབ་འགོ་ཚོགས་མི་ཐུབ་པས། འོན་ཀྱང་ར་ལོ་ཡུལ་ལ་སྣང་བ་ཐེངས་གཅིག་ཀྱང་བཞུས་མ་མྱོང་བ་མ་ཟད། དབྱར་དགུན་གནང་སྐབས་ཕྱི་མ་ཚོགས་གོང་ནས་སློབ་གྲྭར་སླེབས་ཡོང། དེའི་ཐད་ནས་ངོ་མ་ང་ཚོ་ཚང་མས་ར་ལོ་སློབ་སྦྱོང་བྱས་ན་འགྲིག། སློབ་གྲྭ་ཞིག་གི་ནང་དུ་འཁོན་འཐུང་རེ་གཉིས་ཙམ་ཡང་མེད་པ་ག་ལ་སྲིད། ང་ཚོའི་སློབ་གྲྭ་དེ་ལྟར་ཡིན་ཏེ་སློབ་མ་བསྟན་བཤིག་ལ་ལས་བསམ་བཞིག་གིས་ར་ལོའི་ཐོས་བསམ་ལ། ཚང་མས་ར་ལོ་སློབ་སྦྱོང་བྱེད་མི་རུང་ཟེར་བ་ན། ར་ལོ་སློབ་མ་དེ་ཡང་འདར་བར་འདར་བྱས་ནས་གཏོང་བར་མི་བྱེད་ལ། གལ་ཏེ་སློབ་མ་དེ་ཁ་ཆེ་ཁོ་ན་ཁོ་དང་རྡུང་རེས་རྒྱག་རྩིས་བྱས་ཚེ་ར་ལོས་ང་ལ་དགེ་རྒན་གྱིས་རྡུང་རེས་མ་རྒྱག་ཟེར་ཟེར་ནས་ཇེ་ཉམས་དུ་འགྲོ། འོན་ཀྱང་སློབ་མ་དེས་ཁོ་ལ་མ་རྡུང་བར་ཕར་འགྲོ་རྩིས་བྱས་པ་ན་ར་ལོས་སླར་ཡང་དེའི་རྗེས་སྙེག་སྟེ། ང་ལ་སློབ་སྦྱོང་བྱེད་མི་རུང་ཟེར་དོན་ཅི་ཡིན་ཟེར་ནས་དཔུང་རྡང་ཡར་བར་བྱེད། ཉིན་ཞིག་ཁོ་ལ་ལོ་བདུན་གྱི་ཆུང་བའི་སློབ་མ་ཞིག་གིས་ཁོ་རང་ཁ་སྦུག་ཏུ་མནན་ནས་རྒྱབ་ལ་ཞོན་ཏེ། ངའི་རྟ་དེ་གོམ་ལག་དེ་བར་སྡོད་དང་ཟེར་ཞོག་ཨེམ་གཏོར་བྱེད་ཀྱིན་འདུག་པའི་ར་ལོས་ཨ། དགེ་རྒན་ཟེར་ཞིང་ངུས་ནས་མིག་ཆུ་སྣབ་དང་འདྲེས་ཤིང། ནབ་ས་གླིང་གི་ས་རྡུལ་ཆགས་ཏེ་འཕག་འཚག་ཇི་ལྟར་བྱས་ཀྱང་སློབ་མ་དེ་ཕར་གཡུག་མ་ཐུབ། དེ་ནས་བཟུང་ཚང་མས་ར་ལོ་གཟུགས་ཆེ་བ་མ་གཏོགས་ཤེས་མེད་པ་བྱས་ཏེ་ཁོ་ལ་སྙོམས་འཇོག་མཁན་ཇེ་མང་དུ་སོང། ང་ཚོས་ཐེངས་གཉིས་པར་ལོ་རིམ་འཕར་སྐབས་ར་ལོ་ད་དུང་སྐར་མས་སུམ་ཅུ་ལྷག་ཤེས་པ་ཙམ་ལས་འབྲི་མི་ཤེས་པས་ལོ་རིམ་དེ་འཕར་མ་ཐུབ། ཐེངས་གསུམ་པ་དང་བཞི་པའང་དེ་ལྟར་ཡིན། འོན་ཀྱང་དགེ་རྒན་ཚོའི་སྐབས་འགྲོ་རེ་ཤེས་སྐབས་ར་ལོ་ནི་མེད་དུ་མི་རུང་བ་ཞིག་ཡིན་པས། ལོ་རིམ་འཕར་མ་ཐུབ་ན་ཡང་སྐྱོན་མེད་པ་འདྲ། ལོ་ལྔ་པར་ང་རང་སློབ་ཆུང་ནས་ཕྱིར་ཐོན་ཏེ་རྫོང་མི་རིགས་སློབ་ཆེན་ནང་དུ་ཞུགས་པ་ཡིན། གུན་དཀྱིལ་གྱི་ཞོགས་པ་ཞིག་ལ་ནུབ་བྱང་མཐོ་སྒང་ལ་ཕྱི་སྟོད་དུ་ཡོད་པའི་ལུང་ཐང་ཁ་བའི་བར་སྣང་ཁམས་ན་རང་མོས་ཀྱིས་འཁྲབ་སྟོན་བྱེད་ཀྱིན་ཡོད་པས། ངས་གཞུང་ལས་ཁང་གི་ལྕགས་ཐབ་ནང་ལ་མེ་འུར་དུ་བུད་པ་ཡིན། གློ་བུར་དུ་འབྲོག་པ་ཞིག་གིས་མགོའང་མ་བཏུམས་པར་ནང་ལ་འཛུལ་ཡོང་སྟེ་འདི་མི་མང་ཁྲིམས་ཁང་ཨེ་རེད་ཟེར། རེད་ཁྱོད་དོན་ཅི་ཡོད་ཨ་ཙི་ཁྱོད་དུད་འགྲོ་མིན་ནམ་ཡི་ཡ་ཁྱོད། ངོ་མི་ཤེས་ཁུལ་མ་བྱེད་ཟེར་བཞིན་དུ་ཁོས་རང་འགུལ་གྱིས་རྐུབ་སྟེགས་ཤིག་གཅིག་ཐབ་གམ་ལ་འཐེན་ནས་དེའི་སྟེང་དུ་བསྡད་མ་ཐག། འགྲེལ་བྱེད་པ་བྱས་རྗེས་སློབ་གྲོགས་ཡང་བརྗེད་སོང་ང་ཚེ། ཨོ་དེ་ནི་ལོ་བཅུ་ལྷག་སྔོན་གྱི་ངའི་སློབ་གྲོགས་ར་ལོ་མ་ཡིན་ནམ། ཨ་ཙི་ར་ལོ་ངོ་མ་ཁྱེད་འདུག་ཁོའི་ཐོད་པར་སྙེ་མ་བབས་ཤིང་ཆུ་འགྲམ་དུ་རིང་དུ་མི་མཉམ་པའི་ཁ་སྤུ་ཡང་མང་པོ་སྐྱེས་འདུག། འགྱུར་མེད་པ་ནི་ནག་ཏུ་གསལ་ཞིང་སྦོམ་པའི་སྣབས་དེ་རེད། ཡང་ངོ་ལོས་ཤིག་ཁྱོད་ལ་དོན་ཅི་ཡོད་དམ། དོན་དག་ལོས་ཡོད། ར་ལོའི་སྣབས་སྒོམ་བྱིབ་བྱིབ་བྱས་ནས་ངའི་ཆུང་མ་གཞན་གྱི་གྲོགས་སོ། མི་དེའི་མིང་ལ་བསོད་ནམས་དར་རྒྱས་ཟེར། ཁོ་རང་ང་ཚོའི་སྡེ་པའི་ནང་གི་མིའི་ཆེས་ཐ་ཤལ་བ་ཞིག་ཡིན། དེ་མ་རེད་བསམ་ན་ཁྱོད་རང་སོང་ནས་ང་ཚོ་བྲག་དམར་སྡེ་པའི་རྒན་གཞོན་ཀུན་ལ་དྲིས་དང་ཤེས། ཚེ་ཟད་དེས་ན་ནིང་ཨ་ཁུ་ར་བསྟན་ཚང་གིས་རྟགས་བསྐུལ་མྱོང། ད་ལོ་ཡང་ཨ་ནེ་མཚོ་སྐྱིད་ཚང་གི་མཛོ་མོ་རྒན་བསྐུལ་ནས་ཧོས་ཧོས་ཤིག་ལ་བཙོང། ཁ་སང་ཡང་ཁོས་ཅི་མི་སྙམ་པར་ང་ལ་རྡུང་རྡེག་བྱས་པ་མ་ཟད་ངའི་ཆུང་མའང་འཕྲོག་སོང། དེས་ན་ཁྱེད་ཚོ་ཁྲིམས་ཁང་ལ་བསོད་ནམས་དར་རྒྱས་ནོན་པའི་ཁྲིམས་ཤིག་མེད་པ་ཡིན་ནམ་ཡང་ན་ཁྱོད་ཚོ་ཁོ་ལ་སྐྲག་པ་ཡིན། ཁྱོད་ཚོ་མི་མང་ཁྲིམས་ཁང་གིས་ང་ཇོ་མོའི་གྲལ་རིམ་ར་ལོ་ལ་རོགས་རམ་བྱེད་ན་དེ་རིང་ཡིན་ལ་མ་བྱས་ནའང་དེ་རིང་ཡིན། ར་ལོས་བཤད་ཀྱིན་བཤད་ཀྱིན་སྣབས་ལུག་དེ་མ་ནེའི་མགོ་ལ་ཐུག་སོང། ཁྱོད་ལ་རོགས་རེ་བྱེད། ཡིན་ནའང། ང་ཚོའི་གཞུང་ལས་ཁང་དེ་ངེས་དོན་ཁང་ཡིན་ལ་ཁྱོད་ཀྱི་གྱོད་གཞི་དེ་དམངས་དོན་ཁང་ལ་བཤད་དགོས། ངས་དམངས་དོན་མ་དོན་མི་ཞེས་ར་ལོ་ཁོང་ཁྲོ་ལངས་བྱུང་བ་འདྲ། ཁྱོད་ཚོ་བསོད་ནམས་དར་རྒྱས་ལ་སྐྲག་པ་མིན་ན་ཁོ་རང་བཙོན་ལ་བཅུག་སྟེ་ངའི་ཆུང་མ་ཕྱིར་སྤྲོད་དགོས། ཁོ་མོ་ཡང་རྩོད་ལ་བཅུག་རན་འདུག་བྲེལ་བ་མ་ལངས་ངས་ར་ལོ་དུ་བ་གང་བྱེད་བྱིན་ནས་སློབ་གྲྭ་ར་ལོ་བུ་གཉིས་ལོ་མང་པོ་ངོ་མ་ཐུག་པ་ཐོག་མ་ཨ་ལྟ་བྱེད་བྱོས་དང། ཁྱོད་རང་ལོ་མང་པོ་རིག་རྒྱུ་མེད་པ་གང་ལ་སོང་བ་ཡིན། དེ་རེད་དེ་མཆོག་གིས་ར་ལོའི་གཤིས་ཀ་ཇེ་འཇམ་དུ་སོང་ནས་ང་ལ་ཁ་བརྡ་བྱས་བྱུང། གཤམ་ནི་ར་ལོ་ངེད་གཉིས་ཁ་བྲལ་བྱེད་ཀྱི་དོན་དག་འགའ་ཡིན་ལ། ངས་སྒྲུང་རྩོམ་གྱི་ཁྱད་ཆོས་ཡོང་ཆེད་འབྲི་སྣོན་ཅུང་ཙམ་བྱས་པ་མ་གཏོགས་ཕལ་ཆེར་དངོས་དོན་ཡིན་པས་སྙིང་ཉེ་བའི་ཀློག་མཁན་རྣམ་པས་ཡིད་ཆེས་བྱས་ཆོག། ར་ལོའི་ཀ་མད་སུམ་ཅུ་འབྲི་མི་ཤེས་ནའང་སློབ་ཆུང་དེའི་ནང་གི་དགེ་རྒན་ཕལ་ཆེ་ལས་ཀྱང་ལོ་ཆེ་བས་ཁོ་རང་ངོ་མ་སློབ་གྲྭའི་ནང་ན་འཇུག་ཐབས་མེད་པས་ཅིས་མི་གཏོང་ཀ་མེད་བྱུང། ཁ་གཡོ་ས་ནི་ར་ལོའི་བུ་མེད་དགེ་རྒན་ཞིག་གི་མགོ་རྡུང་བ་རེད་ཟེར། དེས་ན་ར་ལོ་ལ་ཁྱིམ་དང་གཉེན་ཉེ་མེད་པས་ཁོ་རང་གང་འདོད་དུ་འཁྱམ་པ་ལས་ཐབས་ཅི་ཡོད། ར་ལོ་དང་ཏོག་སོ་ཚང་མ་ལེན་ནའང་རང་འགུལ་གྱིས་དེ་ཚང་གི་ལས་ཀ་ལས་པ་དང་བཟོ་ཚོར་འགྲོ་བ་སོགས་ཁོའི་ལྟོ་བར་འདང་རྒྱག་མེད་པར་གྱུར། སྐབས་ཤིག་ལ་ཁྱིམ་ཚང་ཞིག་གིས་ཨེ་བུ་མོར་གང་ལྟར་མང་བ་ཞིག་དགོས་འདུག་མི་རྐྱང་ར་ལོ་དེ་ཡག་གེ་ནམ་ཡང་མི་ཐུབ་ནའང་ཟུག་གཟི་བཟང་པོ་ཞིག་ཡིན་པ་མ་ཟད། ཁོ་ཚད་ལ་ཁོའི་ལག་པ་གཙང་མ་རེད་ཟེར། དེས་ན་ཁོ་རང་ལག་པར་བཞག་ན་སྙན་དག་ཀྱང་བསྟན་མི་དགོས་པའི་མི་བཟང་ངམ་ཟེར། དེ་ནི་རྭ་ལོའི་འདོད་ཐོག་ཏུ་རྟ་རྒྱུགས་པ་རེད། ཡ་མཚན་ཞིག་ལ་རྭ་ལོ་རིམ་བཞིན་གདོན་གྱིས་བསླུས་པ་ལྟ། ང་རང་ཁྱོད་ཚང་གི་མག་པ་ཡིན་པ་རེད་གཡོག་པོ་མིན་ཟེར་ནས་ལས་ཀ་ཅི་ཡང་མི་ལས་ཤིང། ཟོག་རྫི་ལའང་མི་འགྲོ། དེ་ལྟ། ཨ་ཅང་ཚང་ལྷག་པར་ཁྲོས་ཏེ་ཨ་ཨ། དྲིན་ཆེན་ལ་དྲིན་ལོག་ཟེར་བ་འདི་མིན་ནམ་ཅི་ཡིན། མེད་ཀྱང་གནམ་ལོ་དེ་ལ་གཞན་ན་མ་ཕུལ་བའི་བརྙས་བཅོས་ཤིག་མ་བྱས་ན་བུ་མིན་སྲིད། ཡིན་ནའང་ར་ལོའི་ཐོས་ས་ནས་ཚིག་ཟུར་ཙམ་ཡང་མ་གླེང་བར་ཁོ་རང་ཅི་འདོད་བཞིན་སྡོད་དུ་བཅུག། ར་ལོས་ཡ་རྒན་རྣམས་ལ་བདག་ཐབས་མེད་ནའང། ཁ་ཤས་གསེར་ཁ་རྣམས་གསོས་ཤིང་གདོང་ལ་དམར་མདངས་རྒྱས་པ་མ་ཟད། ཉིན་ལྟར་ཕྲ་ཞིང་ཐུང་བའི་རལ་བ་བྱི་བའི་རྔ་མ་འདྲ་བ་ཞིག་བཞག་ཡོད་པ་དེ་ཡང་ཡང་ནས་ཡང་དུ་བཤད་འདུག་ལ་སྐད་ཆ་བཤད་སྐབས་ཀྱང། ཨ། དེ་འདྲ་ཡིན་ན་ཡ་མཚན། གོ་མ་མྱོང་ཡ། ན་མི་ཐམས་པི་ལ་ཟེར་ནས་ཚིག་གི་བར་ཐག་ཀྱང་ལྡབ་འགྱུར་གྱིས་ཇེ་རིང་ནས་སོང་བས། ཉིན་འགའི་སྔོན་གྱི་མི་དང་སྣབས་ལུག་རེད་ཟེར་ན་སུས་ཀྱང་སྣང་བ་མི་འགྲོ་བའི་ཚད་ལ་སླེབས་ཡོད། འོན་ཀྱང་གཞན་ན་མ་བུ་བའི་བརྙན་ཤོས་ཤིག་གིས་ཁོ་ལ་བསྒུགས་ཡོད་པ་ར་ལོས་གང་ནས་ཤེས། ཉེ་སྔོན་ཁྱིམ་ཚང་དེའི་ཆང་དང་དུ་བ་ཀ་ར་ཉོས་ཤིང་གོ་རེ་ལས་པ་དང། སྐམ་ལུག་ཤེས་ནས་སྟོན་ཆེན་ཞིག་ལ་གྲ་སྒྲིག་བྱེད་ཀྱིན་ཡོད་པ་འདྲ། ར་ལོས་དེ་ཅི་ཡིན་དྲིས་ཚེ་འུ་ཚང་ལ་བླ་ཆེན་ཞིག་སླེབས་རྒྱུ་རེད་ཟེར། ཨོ་དེ་ངོ་མ་འུ་ཚང་གི་བསོད་ནམས་རེད་ཡ། ར་ལོས་རེ་བ་བཤད་བཞིན་དུ་དེ་སྐད་སྨྲས། ར་ལོ་གོམས་གཤིས་ཤིག་ཡོད་པ་ནི་ཞོགས་པ་མེ་རེ་ལངས་པ་ཤིན་ཏུ་ཆེ། དེ་རིང་ཡང་ཁོ་རང་གོམས་སྲོལ་ལྟར་ཕལ་ཆེན་ཉིན་གུང་ལ་ཉལ་དུས་ཡར་ལངས་ཏེ་ལོག་པ་གཡང་ཤམ་ཕྱེས་ནས་རས་གུར་གྱི་སྒོ་བུད་དུས། བྲག་སྒོ་ན་རྟ་མང་པོ་བཏགས་ཡོད་པ་དང་ཁྱིམ་ན་གླུ་ལེན་གར་རྩེད་བྱེད་ཀྱིན་འདུག་པས་རྭ་ལོའི་སེམས་ལ་ལྷ་ཆེན་ཕེབས་བྱུང་བསམ་གྱི་མྱུར་དུ་སྐ་རགས་བྱིངས་ནས་ཕར་སོང་བ་ན་ཚང་མས་ངོ་ཚ་བའི་མིག་གིས་ཁོ་ལ་ལྟ་དུས། རྭ་ལོ་ཧ་ལས་ཏེ་ཡར་ལྟ་མར་ལྟ་བྱེད་དུས་རང་གི་གཅུང་མོ་དེ་ཕོ་གསར་གཞན་ཞིག་དང་མཉམ་དུ་རྒྱན་གོས་ཕུན་སུམ་ཚོགས་པ་སྤྲས་ཏེ་དྲན་ནས་དཔུང་བ་མཉམ་བཞེས་བྱས་ཏེ་ཙོག་པུར་བསྡད་འདུག་པ་མཐོང་བས། རྭ་ལོ་དེ་བས་ཀྱང་ཧ་ལས་ནས་འདི་ཅི་ཡིན་ཞེས་རིག་རིག་བྱས་བཞིན་དྲིས། ཆུང་མའི་མིང་འོས་ངའི་ཚང་ལའང་མང་པ་བཞག་པ་མིན་ནམ་ཟེར། འུ་ཚང་གིས་སུ་ལ་མང་པ་བཞག་པ་རེད། ཨ་ཅེ་ལ་མ་གཏོགས་ང་ལ་མང་པོ་བཞག་སྲིད་དམ་ཟེར་བས་ཚང་མས་ཧབ་ཆ་བརྒྱབ། ཨ་ཅེས་མག་པ་གཉིས་བཞག་ན་ཆོག་གམ། ཅི་ཟེར་མག་པ་གཉིས་ག་ནས་ཡོད། ང་ཁོ། ཧ་ཧ། མི་འགྱང་གནམ་ལོ་དེ་ཆང་མ་བཏུང་བར་སྲིད་དོ། ཁྱོད་རང་ངེད་ཚང་གི་གཟུགས་རྩི་ཡིན་པ་ལས་མག་པ་ག་ནས་ཡིན་དཔེ་མི་སྲིད་དེ་འདྲའི་བརྙས་བཅོས་ཞིག་བྱེད་སྲོལ་ག་ནས་ཡོད། ང་དེ་རིང་དེ་ནས་ཕྱི་མ་ཐུབ་ན་བུ་མིན། ར་ལོའི་ཁུ་ཚུར་འཕྱར་ནས་རྒྱུག་པ་ན་མི་རྣམས་ཀྱིས་ར་ལོ་འཛིན་ཅི་ཐུབ་བྱས། དེ་ཡང་ཁྱི་ངན་བཀག་ན་མི་ཁོག་མི་ངན་བཟུང་ན་མི་ཐུབ་ཟེར་བའི་དཔེ་ལྟར་ར་ལོ་སྔར་ལས་ཇེ་བཙན་དུ་སོང་སྟེ་ཧ་ཧ། ང་ར་ལོ་ཚང་གི་ཕ་རྒྱལ་བོའི་འཁྲུངས་རབས་དང་མ་རྒྱལ་མོའི་སྐྱེས་རབས་ཁྱོད་ཚོས་གོ་ཨེ་མྱོང། ངས་དེ་རིང་སྡེ་བ་དེ་ཁྲག་དཀྲུག་དཀྲུག་བཞིན་མ་བྱས་ན་ང་མི་རྒྱང་ར་ལོ་ཟེར་བ་མིང་ཙམ་ཡིན། ང་ར་ལོ་ཁྱོད་ཚོ་ཞེས་ངག་ངར་གྱིས་བཤད་པས། ར་ལོའི་སྣབས་ཁ་ནང་དུ་བཞུར་ནས་མུ་མཐུད་དུ་བཤད་མ་ཐུབ། མི་རྣམས་ར་ལོའི་འཚུབ་ཁ་འགུལ་རྒྱུ་གཏིང་ནས་སྐྱེས་ཏེ་ཁོ་རང། བློན་ནའང་ར་ལོའི་རྐུན་པོར། ཁོ་ཚོ་ཞུ་མ་ཕོད་པར་དཔུང་སྡུག་བརྒྱབ། རྐུན་པོར། ང་དེ་རིང་ཨ་ཅེ་གཉེན་སྟོན་རྟེན་འབྲེལ་ལ་བསམ་ནས་མི་རྒྱང་སྣབས་ལོ་ཁྱོད་ལ་འདུག་འདོད་མི་འདུག། ཁྱོད་ཀྱིས་རང་ཚོད་བཟུང་ནས་གང་ནས་ཡོང་ན་དེར་ཕྱིར་སོང་ཟེར། འོན་ཀྱང་ར་ལོས་དེ་ལ་དཔུང་རྡུག་ཡང་ཡང་བརྒྱབ་ནས་འགྲོ་ན་འགྲོ་རུ་མ་བཅུག་འདུག་ན་འདུག་ཏུ་མ་བཅུག་པ་དེའང་ཐབས་ཟད་དེ་ར་ལོའི་རེ་བ་ནས་བཟུང་སྟེ། གཡུ་སྐོར་ཞིག་བྱས་པ་ན་ར་ལོ་གན་རྒྱ་དུ་སྐྱེལ་བ་དང་རས་པ་ཚ་བ་ནས་འཕེན། ཨ་ཧོ། ངའི་རས་པ་གཡག་རིང་དེ་ཨང། ར་ལོའི་ས་ནས་འཕག་འཚག་རྒྱག་བཞིན་དུ། ཁྱོད་ཀྱིས་ངའི་རས་པ་མི་བརྗེད་ན་ང་དེ་རིང་འདི་ནས་མི་འགྲོ་ཁོ་ཐག་ཡིན་ཟེར། ཁྱོད་མི་འགྲོ་ན་ངས་ཁྱོད་ཀྱི་རྣ་བ་གཅོད་རྒྱུ། རྒུད་པོས་གྲི་འདོན་ནས་ཚུར་ཡོང་བ་ན་རྭ་ལོ་མྱུར་དུ་ཡར་ལངས་ནས་བྲོས་སོང། རྭ་ལོས་ཁོ་རང་མ་བཏང་བའི་གོང་ལ་ཆུང་མར་མག་པ་བྱ་བ་དེ་སེམས་ཁྲལ་བྱེད་ཡིན་མེད་ལ་སེམས་ཁྲལ་བྱེད་ས་གཙོ་བོ་ནི་རང་གི་ཡིད་དུ་འོང་བའི་རེ་བ་དེ་མེད་པས་མི་གྲལ་ལ་ཇི་ལྟར་འགྲོ་བསམ་གྱིན་ཡོད་པ་དེ་རེད། ཡིན་ནའང་ཅུང་མ་འགོར་བར་རྭ་ལོའི་ཕུ་བ་ལྟོགས་པས་ཁོ་རང་མི་གྲལ་དུ་མི་འགྲོ་ཀ་མེད་བྱུང། ར་ལོའི་སྡེ་པ་མང་པོ་ཞིག་བརྒྱུད་པ་དང་ཁྱིམ་ཚང་མང་པོ་ཞིག་ནས་མི་རྒྱང་དུ་བསྡད། དང་ཐོག་ཁོ་རང་སུ་ཚང་དུ་སླེབས་ནའང་རང་འགུལ་གྱིས་ལས་ཀ་ལས་པ་དང་སོགས་འཚོ་རུ་འགྲོ། འོན་ཀྱང་ཕོ་བ་སྐྲངས་རྗེས་རིམ་བཞིན་ཨ། ཨོ། གནའ་མིའི་གཏམ་དཔེ་ལ་སོགས་ཚིག་གི་བར་ཐག་ཤིན་ཏུ་རིང་བའི་སྐད་ཆ་དེ་རྣམས་བཤད་ཀྱིན་འདུག་པ་ལས་རྫོགས་རྩི་ལ་མི་འགྲོ་བས་ཁྱིམ་ཚང་ལ་ལས་ཁོ་ལ་སོང་ཟེར། དེ་བ་དང་ལ་ལས་ཁྱིམ་ནས་ཁོ་རང་རང་འགུལ་གྱིས་བུད་འགྲོ། ཉིན་ཞིག་རྭ་ལོ་དགོན་པ་ཞིག་གི་ནང་དུ་སླེབས་ཤིང་དགོན་པ་དེ་སླར་གསོ་བྱེད་ཀྱིན་ཡོད་པའི་སྒང་ཡིན་ལ་གྲྭ་པ་མང་པོ་ཞིག་ཀྱང་སྡུད་ལེན་བྱེད་ཀྱི་ཡོད་པས། སྤྱིར་ན་འཇིག་རྟེན་འཁོར་བར་སྙིང་པོ་མེད། ལྷག་པར་དུ། སྲོལ་གཉིས་ལེན་རྒྱུ་དེ། ཁོ་བོའི་རང་གི་རེ་བ་གཡག་རིང་མེད་པ་དེ་ཆད་སོང། བར་རང་ཉིད་ཀྱི་མི་གྲལ་དུ་འགྲོ་སྲོལ་མེད། ད་ལྟ་གྲྭ་པ་ཞིག་བྱས་ནས་ཨ་མའི་རྗེས་སུ་ཆོས་རེ་འདོན། མི་ཚང་བ། ཕྱི་ནང་འཇིག་རྟེན་འཁོར་བར་སྙིང་པོ་མེད། ལྷག་པར་དུ་སྲོལ་རྙིང་རིག་རྒྱུ་དེའི་འགྱུར་བ་དེས་རང་གི་རེ་བ་ཧེག་རིང་ལྡན་པ་དེ་བརྗེད་སོང། བར་རང་ཉིད་མི་གྲལ་དུ་འགྲོ་སྲོལ་མེད། ད་ལྟ་གྲྭ་པ་ཞིག་བྱས་ནས་ཨ་མའི་རྗེས་སུ་ཆོས་རེ་འདོན་ནའང་མི་བཟང་རྒྱུ་མེད་སྙམ་ནས་ར་ལོ་སྐྱ་ལུད་ཕུད་ནས་གྲྭ་ལ་གྱོན། ཆོས་མིང་ལ་ཆོས་དབྱིངས་གྲགས་པ་ཞེས་བཏགས། ཆོས་དབྱིངས་གྲགས་པ་མཚོ་ལ་ཐེངས་གཅིག་ཀྱང་ཆས་མ་མྱོང་བ་དང་སྐྱབས་འགྲོ་སོགས་ཐོག་མར་འདོན་པ་རྣམས་ཀྱང་ཚང་མར་སྔོན་རེ་བློར་ཟིན། ཁོའི་སེམས་ནའང་ཆོས་ཀྱི་འདོན་པ་དེ་སློབ་མའི་སློབ་སྦྱོང་ལས་སླ་བ་དངོས་གནས་སློབ་འདོད་པ་ཞིག་རེད་བསམ་སྟེ་མུ་མཐུད་སློབ་སྦྱོང་བྱས་པའི་ཐན་དགེ་ཁོད་ཀྱིས་ཁོ་ལ་བསྟོད་བསྔགས་ཡང་ཡང་བྱས་ཏེ་ཕལ་ཆེར་ཆུང་དུས་ཀྱི་ཚང་མས་ར་ལོ་སློབ་སྦྱོང་བྱོས་ཟེར་བའི་ཚད་ལ་སླེབས་བྱུང། འོན་ཀྱང་ཆོས་དབྱིངས་གྲགས་པས་རིམ་བཞིན་བླ་མ་ཁ་ཤས་དང་གྲྭ་པ་རེ་གཉིས་ཀྱི་གསང་བའི་མཛད་པ་རེ་དང། སྔོན་གྱི་སྤྱོད་པ་རེ་མཐོང་ཐོས་དུ་གྱུར་པས། དེ་འདྲ་ཡིན་ན་དེ་འདྲའི་སྙིང་པོ་མི་འདུག། བསམ་གྱིས་དགོན་པའི་ནང་ན་མཐོང་རྒྱུ་ཡོད་དུས་དང། འདས་པོའི་ཁྱིམ་མི་ཚོའི་གྲྭ་པ་རྣམས་ལ་སྒོར་མོ་བརྒྱད་རྒྱག་དུས་མ་གཏོགས་དགོན་པའི་ཉེ་འགྲམ་ནས་རྫོང་ཁ་ཡོད་པ་དེར་སོང་ནས་གློག་བརྙན་ལ་ལྟ་བ་དང། དུ་བ་འཐེན་པ་ཐ་ན་སེ་གོ་ཡིན་ཟེར་ནས། འུ་ཆང་ཡང་འཐུང་གིན་ཡོད་པས་སླར་ཡང་ཆུང་དུས་ཀྱི་ཚང་མས་ར་ལོ་སློབ་སྦྱོང་བྱས་མི་འཁྲུངས་ཟེར་བའི་ཚད་ལ་ནི། དེ་བས་ཀྱང་ཚབས་ཆེ་བ་ཞིག་ནི། ཕྱི་དྲོ་ཞིག་ལ་ཆོས་དབྱིངས་གྲགས་པར་ཕ་གིའི་སྡེ་བ་དེའི་ནང་གི་བུ་མོ་ཞིག་གི་ལྕེ་བསྙེགས་སོང། ཟེར་བའི་བཤད་སྲོལ་བྱུང་བ་རླུང་ལྟར་དགོན་པའི་ནང་ལ་གྲགས་ཤིང། དེ་རིམ་བཞིན་དགེ་སྐོས་དང་གྲྭ་རྒན་རྣམས་ཀྱིས་ཀྱང་ཐོས་བྱུང། དགེ་སྐོས་ཀྱིས་ཆོས་དབྱིངས་གྲགས་པ་ལེ་ལོ་སྒྱིད་ལུག་ཅན་ཞིག་ཡིན་ནའང། འཇིག་རྟེན་འཁོར་བར་རྗེན་པ་ལོན་ནས་དམ་པའི་ཆོས་ལ། བློ་རྩེ་གཅིག་སེམས་ཡིན་པས་དེ་འདྲའི་ངོ་ཚ་ཁྲེལ་བའི་དོན་དག་འགྲུབ་མི་སྲིད། རྫུན་དང་ཕྲ་མ་ཡིན་ཨང་སྲིད། དེ་བས་མིག་གིས་དངོས་སུ་མ་མཐོང་ན་ད་དུང་འདབ་ཆགས་མི་ཆོད་བསམ་ནས་བསྡད། འོན་ཀྱང་དོན་དེ་གྲྭ་པ་གཉིས་ཀྱིས་དངོས་སུ་མིག་གིས་མཐོང་བ་བྱུང་སྟེ། ཆོས་དབྱིངས་གྲགས་པར་ལས་རྒྱུ་མེད་པས། རྩེ་ཆུའི་འགྲམ་ན་སིལ་བུ་ཞིག་འཐུང་ནས་འཐུང་བར་སོང། དེ་ནི་དབྱར་དུས་ཀྱི་ཉིན་གུང་ཞིག་ཡིན་ལ། དགུན་ཉི་མ་འོད་ཟེར་རྩེ་གཞུང་གིས་ཡོངས་སུ་འཕྲོས་ཤིང། འཇམ་མཉེན་གྱི་རྩྭ་ལྗང་ཁྲོད་དུ་མེ་ཏོག་རྩེ་ཆེན་ཆུན་པོ་ཆུན་པོར་སྐྱེས་བཅུག་པས། གྱང་གི་སྟེང་ན་ས་གདན་ལྗང་གུ་རི་བོ་སེར་པོ་ལྡན་ཞིང་བཏིང། འཇམ་མཉེན་གྱི་རྩྭ་ལྗང་ཁྲོད་དུ་མེ་ཏོག་རྩེ་ཆེན་ཆུན་པོ་ཆུན་པོར་སྐྱེས་འདུག་པ་ནི་གྱང་ནས་བལྟས་ན་ས་གདན་ལྗང་གུ་རི་མོ་སེར་བ་ཅན་ཞིག་བཏིང་བ་དང་འདྲ། རྩེ་ཆུ་སྔོན་མོ་ལྷོད་ཆགས་བབ་བརྟན་གྱི་ངང་བཞུར་གྱིན་འདུག་ལ། གལ་ཏེ་སྒྱུ་རྩལ་གྱི་ཕྲ་ཕུང་སྤྱི་ཙམ་ལྡན་པའི་མི་ཞིག་གིས་འགྲམ་བསླེབས་ཚེ་མཐོན་མཐིང་གི་ལྟོ་ན་གཙང་པོ། རང་ཤུགས་ཀྱིས་སེམས་ལ་དྲན་ཞིང་རྣ་བར་གྲགས་པའི་སྣང་ཞིག་སྟེར་སྲིད། རྒྱུ་མཚན་ནི་མཚམས་དེར་རྩེ་ཆུ་དེའི་ཕྱོགས་གང་ནས་བལྟས་ཀྱང་དངོས་གནས་མཛེས་ཤིང་ལྟ་ན་སྡུག་པའི། ལྟོ་ན་གཙང་པོ་དང་གཉིས་སུ་མེད་པ་རེད། མཚམས་ཤིག་ལ་ཕ་གིའི་སྡེ་པ་དེའི་ནང་གི་བུ་མོ་ཞིག་ཆུ་ལེན་པར་ཡོང། བུ་མོ་དེ་ནི་དངོས་གནས་ཡིད་དུ་འོང་བ་ཞིག་ཡིན་ལ། ཁོ་མོས་ཆུ་ལེན་ཞོར་དུ་ཕ་གིའི་ཆོས་དབྱིངས་གྲགས་པ་གཟུགས་མེད་ཞིག་བལྟས་ཙམ་ན། དེའི་ཆོས་དབྱིངས་གྲགས་པ་རི་ཐང་གཉིས་ལ་ཐེབས་པ་ལྟར་གྱུར་ཅིང། ཁོའི་སེམས་ལ་མ་གཞི་འཇིག་རྟེན་སྟེང་གི་ཆེས་ཡིད་དུ་འོང་བའི་བུད་མེད་རེད་སྙམ་སྟེ་རང་དབང་མེད་པར་ལས་བྱེད་བཞིན་ངང་ནས་ཤོར་སོང། རྫ་ཆུང་ཆུང་སྨུག་པོ་ཆེན་པོ། འབྲུག་རུ་སྨན་འཁོར་གྱི་ཨེ་ཆོག། མཚོ་ཆུང་ཆུང་བྱང་ཤ་ཆེན་པོ། ཉར་སྲིན་མི་ཁོ་ས་ཨེ་ཆོག། མ་ཆུང་ཆུང་ངོར་སྒོ་ཆེན་པོ། ཕོ་ང་རང་འབྲོག་ན་ཨེ་ཆོག། ཕྱིར་རྨ་ལོའི་གཞི་ཡང་གྱིས་བླངས་པ་ན། ཆུ་ལིན་བུ་མོས་དེ་རེས་ཀྱང། སངས་ཏེ། དེ་ལན་ལོག། མགྲིན་པ་ཁ་ཟས་སྟེང་ན་ཟས་དང་བསྲེ་བའི་གཞི་མ་བས་འདི་སྐྱབས་མིན་སེམས་མིན་སངས་རྒྱས་བསྟན་པའི་གྲའོ་ཞེས། ཀན་ལྷོའི་གཞན་དབྱངས་ཀྱིས། ཤིན་ཏུ་མྱུར་བར་བླངས་པའི་ཆོས་དབྱིངས་གྲགས་པས་དེའི་ཚིག་འབྲུ་མ་གོ་ལ་བསམ་བློ་ཡང་མ་བཏང་བར་སེམས་སོ། སྤྱིར་ན་བུ་མོ་ཚོའི་སྐྱེས་པ་ཚོ་ལ་ལ་ཤས་ལ་ལན་བདེ་བ་ཧ་ཅང་དཀོན་ཡང། བུ་མོ་དེ་དེ་མ་ཐག་ལན་བྱིན་པ་ནི་ང་རང་བློ་ལ་བབས་པ་མིན་ནམ་ཅི་ཡིན་སྙམ་སྟེ། དགའ་རྟགས་མཆོད་ནས་དགེ་སྐོས་དང་སྡོམ་པ་རྩ་བ་ནས་བཅད་དེ། ལྷ་མོ་ཡང་མ་བུས་པ་རྩི་བཅུ་ནས་བརྒྱན་ནས་སོང། དང་ཐོག་བུ་མོ་དེའི་སེམས་ལ་བཙུན་པ་དེ་ཁོ་རང་ལ་ཀུ་རེ་རྩེ་བཞིན་ཡོད་པས་ཁོ་མོས་ཀྱང་ཁོ་ལ་ཀུ་རེ་ཞིག་རྩེ་དགོས་སྙམ་ནས་དེ་ལྟར་བླངས་པ་ཡིན་མོད། ཆོས་དབྱིངས་གྲགས་པས་ལྷ་མོ་ཡང་མ་བུས་པ་རྣམས་མ་ལེགས་སྐོར་ལ་ལུང་ནས་ཚུར་མགྱོགས་ཡོང་བའི་ཚུལ་དེ་མཐོང་མ་ཐག་ཁོ་མོའི་སེམས་ལ་འདི་གྲྭ་པ་སྨྱོན་པ་ཞིག་རེད་སྙམ་སྟེ་སྐྲག་རྟགས་མཆོད་ནས་ཆུ་ཚོའང་བསྐྱུར་ནས་བྲོས་སོང། གྲྭ་པ་གཞན་གཉིས་ཀྱིས་རྩེད་འཇོའི་འགྲམ་དུ་དཔེ་ཆ་ལྟ་བཞིན་པའི་སྐབས་སུ། གོང་གསལ་གྱི་སྒོས་འཁྲུ་བའི་ཚུལ་རྣམས་མཐོང་བས་རང་དབང་མེད་པར་གད་མོ་ཤོར་བས་ད་གཟོད་ཆོས་དབྱིངས་གྲགས་པ་གཉིད་ལས་སད་པ་ལྟར་ཆུ་སྐྱེས་ནས་ཡུན་རིང་ལྷུང། ཆོས་དབྱིངས་གྲགས་པར་ལས་རྒྱུ་མེད་པའི་དངོས་གནས་ཤིན་ཏུ་ལྕི་བའི་ཁུར་པོ་ཞིག་གིས་མནན་པ་དང་འདྲ། ཁོ་རང་ཞོགས་པར་མལ་ལས་ལངས་པ་འཕྱི་བས་དགོང་མོ་གཉིད་ཀྱང་མི་ཁུགས། ཆུ་ལེན་བུ་མོ་དེ་ཡིད་འོང་བཞིན་རས་དང་མིག་གིས་ཟུར་ལྡང། ཁོའི་སེམས་ལ་རོགས་ཟླ་རེ་སྙམ་དེ་ཁོའི་མིག་ལམ་ནས་ཡལ་རྒྱུ་མིན། ཁོས་དབུགས་རིང་ཞིག་འཐེན་བཞིན་གྲྭ་ཤག་ལས་ཕྱིར་ཐོན། སོ་བའི་དབྱིབས་ཅན་གྱི་ཟླ་བ་ཞིག་ལྷོ་ནུབ་མཚམས་ཀྱི་མཁའ་དབྱིངས་ན་ཁ་བ་གིམ་པའི་རྒན་པོ་ཞིག་དང་འདྲ་བར་འདུག། རྩི་ཆུའི་ཕ་རོལ་གྱི་སྡེ་པ་དེ་ནས་ཁྱི་སྐད་ཅིག་གྲགས་པ་དང་ཆོས་དབྱིངས་གྲགས་པས་དེའི་ཕྱོགས་སུ་བལྟས་པ་ན་ཁྱིམ་ཚང་རེ་རེ་གསལ་བོར་མཐོང་ཐུབ་པ་དང། ཁྱིམ་ཚང་གཅིག་གིས་ད་དུང་མེད་པར་ཡོད་པས་དེ་བས་ཀྱང་གསལ་བོར་མཐོང་ཐུབ། ཆུ་དབྱིངས་གྲགས་པའི་མིག་ལམ་དུ། ཆུ་ལེན་བུ་མོ་དེའི་ངོ་གདོང་གློག་བརྙན་བཞིན་དུ་ཡིད་ཀྱི་ཡོལ་རས་ངོས་སུ་གསལ་ལེར་ཤར་བས། ཁོ་རང་ཕྱིར་ཁྱིམ་ལ་འཛུལ་ཏེ་གྲྭ་ལ་བུད་ནས་སྔར་གྱི་ཀློག་པ་རྙིང་པ་དེ་གྱོན། དགོན་པ་ནས་ཆུ་བོའི་ཕ་རོལ་གྱི་སྡེ་བ་དེའི་བར་ལ་སྤྱི་ལེ་གཉིས་ལྷག་ལྷན་མེད་པས། ཆུ་དབྱིངས་གྲགས་པ་སྐད་ཅིག་ཙམ་ལ་རི་འདབས་སུ་སླེབས། ཁོའི་སྒྲོན་མེ་འོད་གསལ་བའི་ཁྱིམ་ཚང་དེའི་ཕྱོགས་སུ་གཟས་ཏེ་སོང་སྟེ་རྐང་རྒྱབ་ལག་རྒྱབ་ཀྱིས་སྒྲའི་མགོའི་བར་ནས་ནང་ལ་ཅིག་བལྟ་དུས། ཁྱིམ་ན་མི་གཅིག་མ་གཏོགས་མེད་ལ་དེའང་བུད་མེད་ཅིག་ཡིན་ནའང་ཕངས་པ་ཞིག་ལ་ཆུ་ལེན་བུ་མོ་དེ་མ་རེད། ཁོ་མོ་ཐབ་རྡོ་ན་ཙོག་པུར་འདུག་ཅིང་མགོ་སྐྱོར་ནས་འདུག་ཚུལ་ལ་གཞིགས་ན་སྡུག་བསྔལ་གྱི་ཡར་ཚུད་ཡོད་པ་རྟོགས་ཐུབ། ཆོས་དབྱིངས་གྲགས་པས་ཆུ་ལེན་དེའི་རྩ་བ་ནས་བཅད་དེ་རང་དབང་མེད་པར་ཁྱིམ་ལ་འཛུལ་བ་ན། བུད་མེད་དེས་དང་ཐོག་སྐྲག་སྟེ་ཁ་ནས་ཨ་མ་ཞེས་ཤོར་བཞིན་ཡར་ལངས་ལ། ཡུད་ཙམ་ནས་སེམས་ལྷོད་ལ་བབས་ཏེ་ཁྱོད་སུ་ཡིན་ཟེར། ང་རང་ལམ་འགྲོ་ཞིག་ཡིན་ཆོས་དབྱིངས་གྲགས་པས་འཛུམ་དམུལ་དམུལ་གྱི་ངང་ནས་བཤད། གནས་ཚང་ཞིག་གཡར་ན་ཆོག་གམ་ཟེར། བུད་མེད་དེས་ཆོས་དབྱིངས་གྲགས་པར་ཞིབ་ཏུ་བལྟས་པ་ན། དེ་ནི་གཟུགས་རིང་ཞིང་ཤ་སྐམ་ལ་སྨིན་མ་སྟུག་ཅིང་ངོ་དང་ངོ་ཤེས་ཆེ་བ་ཞིག་རེད། ཨ་ཙི་དེ་ལོས་ཆོག། ཁོ་མོ་ཡར་ལངས་ནས་འཛུམ་དང་བཅས་ཆོས་དབྱིངས་གྲགས་པར་ཇག་དཀར་ཡོལ་གང་བླུགས་ཏེ་གདན་ཐོག་ཏུ་སྡོད་དང་ཟེར། ཆོས་དབྱིངས་གྲགས་པ་གདན་ཐོག་ཏུ་བསྡད་ནས་ཐོག་མར་ཡ་ལྟ་མ་ལྟ་ཞིག་བྱས་པ་དང་རིམ་བཞིན་བུད་མེད་དེའི་གདོང་ལ་བལྟས་པ་ན། ཁོ་མོ་ཕལ་ཆེར་ལོ་སུམ་ཅུ་ལྷག་ལ་སླེབས་ཡོད་ཅིང། མཁུར་ཚོས་དམར་ནག་ཡིན་ཞིང། ནས་ཟིང་འཐོར་བ་དང་ལུས་ཤེད་སྐྱེ་ཞིང་གྲངས་འབོར་བདུན་དུ་ཐོན་འདུག་པས་ཆོས་དབྱིངས་གྲགས་པའི་ཕྱག་དཔེ་སྤུ་ལོ་ཡོངས་སུ་གཡོས་ཤིང། ངོ་གདོང་དམར་པོར་གྱུར་ཞིང་ཁྱོད་གཅིག་པུ་ཡིན་ནམ་ཟེར། ཨང། ཁོ་མོས་དབུགས་རིང་ཞིག་འཐེན་ཞིང། དེ་མ་གཏོགས། གདོང་ལ་སྡུག་མཉམ་ཞིག་ཤར་ཏེ། སྐྱེས་པ་ཁྲིམས་མེད་ཅིག་ཡོད་ཀྱང་སྔ་ནས་ང་རང་བསྐྱུར་ཏེ་རབ་བྱུང་བསྒྲུབས་སོང་ཟེར། ཨ། དེ་ངོ་མ་ཁྲིམས་མེད་ཅིག་རེད། རབ་བྱུང་འང་ཕལ་ཆེར་དེ་འདྲའི་ཁྲིམས་མེད་ཡིན། ང་རང་རབ་བྱུང་བ་ལ་ཧ་ཅང་མི་དགའ། རེད་ཡ། འཇིག་རྟེན་ན་རབ་བྱུང་བ་རྣམས་ལས་ཀྱང་ཟ་འདོད་ཆེ་ཞིང་ལས་ཀ་མི་འདོད་པ་ཞིག་གང་ན་ཡོད། སྐྱག་རྫུན། ཨ། འུ། རབ་བྱུང་བ་དེ་ཚོ་སྐྱག་རྫུན་ཡང་མ། ཁྱོད་ཀྱིས་དུ་བ་འཐེན་ནམ་བུད་མེད་དེས་དེ་ལྟར་དྲིས། ག་ལ་འཐེན། འོ། ལོས་འཐེན་ལོས་འཐེན་ང་ལ་རྐང་གཅིག་སྟེར་རོགས་སུན་སྣང་གི་དབང་གིས་ང་ལ་དུ་བ་ལོབས་ཡོད། ཆོས་དབྱིངས་གྲགས་པའི་དུ་བ་དེ་ན་བཟང་རབ་ལེགས་རབ་གང་མང་ཤེས་བཤད་ཅིག་རུམ་ལ་ལག་པ་གཅིག་བཏབ་སྟེ། ཨེ། འཕགས་མ་ཞིག་ལ་ངས་དེ་རིང་དུ་བ་བཟུང་མི་འདུག་ཟེར། ཆོས་དབྱིངས་གྲགས་པས་བུད་མེད་དེ་ཁམས་ལ་བསྟུན་ནས་ལབ་གླེང་བྱས་པར་མ་ཟད། མཚམས་རེར་ཁོ་མོ་ལ་ངོ་བསྟོད་ཀྱི་ཚིག་མི་ཉུང་བ་ཞིག་སྨྲས་པ་སྟེ། ཁོ་གཉིས་ཀྱི་དམིགས་ཡུལ་ཡང་གཅིག་ཏུ་ཐོགས་སོང། ཨ། ཚོགས་ཆེན་འདུ་ཁང་ནང་ན་གདུང་མེད་ཀྱང་ཨོང་བ་ཤ་ནག་གིས་འཇིག་རྟེན་འཁོར་བའི་ནང་ན། ཀྱིས་མེད་ཀྱང་སྐྱོ་བ་སངས་ཀྱིས་ཟེར། ཨ། ཚོགས་ཆེན་འདུ་ཁང་ནང་ན་སྡུག་མེད་ཀྱང། ཨོང་ཤ་ན་གྱིས་འཇིག་རྟེན་འཁོར་བའི་ནང་ན་ཀྱིས་མེད་ཀྱང་སྐྱོ་བ་སངས་ཀྱི་ཟེར་བ་ཅི་མ་བདེན། ཅི་ཞིག་ཁྱོད་རང་ཚོགས་ཆེན་འདུ་ཁང་ནང་ན་བསྡད་མྱོང་ང། སྔོན་ཆད་བསྡད་མྱོང། འོན་ཀྱང་དེར་དོན་སྙིང་མི་འདུག་གལ་ཏེ་འུ་གཉིས་ཚེ་གང་པོར་མཉམ་དུ་འདུག་ཐུབ་ན་ཅི་མ་རུང། གལ་ཏེ་ཁྱོད་ལ་འདི་འདྲའི་འདུན་པ་ཡོད་ན་དེ་ནི་ལས་སླ་མོ་ཞིག་རེད། འདུན་མ་ལོས་ཡོད། འོན་ཀྱང་ས་དེ་འུ་གཉིས་མཉམ་དུ་འདུག་ཐབས་མེད། རྒྱུ་མཚན་ནི། ཆོས་དབྱིངས་གྲགས་པའི་ཁོར་མོ། རང་གི་དཀའ་ཁག་རྣམས་ཇི་མ་ཇི་བཞིན་བཤད་པ་དང། ཉིན་འགའ་རེ་ཁྱིམ་ཚང་དེ་གར་བསྐུངས་ནས་བསྡད་རྗེས། ཁོ་མོར་རོགས་བྱས་ནས། ཁོ་ཁའི་འཆི་བའི་སྔོན་ཚད་ཡོད་ཚད་ཁུར་ཏེ་ཆོས་དབྱིངས་གྲགས་པའི་ཡུལ་ཕྱོགས་སུ་དེ་སྔོན་དང་འདྲ་བར་ཟླ་འོད་ལ་བརྟེན་ནས་སོང། ཆོས་དབྱིངས་གྲགས་པ་གྲྭ་པ་ཡིན་སྐབས་སུ་ཞིག་གིས་ཁོ་ལ་ཆོས་དབྱིངས་གྲགས་པ་མི་ཟེར་བར་རྭ་ལོ་ཞེས་བོས་ན། ཁོ་རང་ཁོང་ཁྲོ་རབ་ཏུ་འབར་ནས་དེ་ལ་དཔུང་སྡུག་རྒྱག་སྲིད་ཀྱང། ད་ལྟ་ཕ་ཡུལ་གྱི་མི་ཚོས་ཁོ་ལ་སྔར་ལྟར་རྭ་ལོ་ཞེས་འབོད་བཞིན་ཡོད་ལ་ཁོ་རང་ཡང་དེ་ལ་དགའ་བ་འདྲ། དེས་ན་ང་ཚོས་ཀྱང་སླར་ཡང་ཁོ་ལ་རྭ་ལོ་ཟེར། ར་ལོའི་ཁྱིམ་དུ་ད་དུང་ས་དེ་ཡོད་པ་དང། མ་རྒན་ཡོད་དུས་ཀྱི་སྦྲ་དང་བཅའ་ལག་ག་བོའང་སྡེ་པའི་མཛོད་ཁང་ནང་ན་ཉར་འདུག་འབྲོག་དམངས་ཨུ་ཡོན་ལྷན་ཁང་གིས་ཁོ་ལ་སྒོར་མོ་འགའི་དཀའ་ཚེགས་བསལ་བ་དང། ཚང་མའི་ལག་ནས་ཟུག་གློག་འགའ་བསྡུས་ནས་ཁོ་ལ་ཕྱུགས་ཀྱི་གན་རྒྱའང་སྦྱིན། དང་ཐོག་ར་ལོས་འབད་བརྩོན་བྱས་ནས། དུས་ཁྱིམ་ཞིག་གི་ཚུགས་ཀ་མངོན་བཞིན་ཡོད་ནའང། ར་ལོས་རྒྱ་མ་འཁྱག་པོ་མ་གཏོགས་པར་རིམ་བཞིན་ཁོའི་ལས་ལུས་སྒྱིད་ལུག་གི་མྱུ་གུ་སླར་ཡང་འབུས་ནས་སྡེ་པའི་གན་རྒྱའི་ཕྱུགས་ཟོག་ཚ་བ་དང། ཆུང་མ་ཡང་ཁོ་ལ་ཡིད་ཐང་ཆད། ར་ལོ་རྫོང་ཁ་ལ་སོང་ནས་ཉིན་འགའ་འགོར་བཞིན། ལག་གི་སྒོ་མོ་ཚང་མ་བརླག་ཚར་རྗེས་ཕྱིས་ཡུལ་ལ་ཡོང་དུས་ཆུང་མ་མཐོང་རྒྱུ་མེད་པར་གྱུར། ཁྱིམ་མཚེས་རྣམས་ཀྱིས་བཤད་ཚུལ་ལྟར་ན་བསོད་ནམས་དར་རྒྱས་ཀྱིས་ཁྲིད་སོང་ཟེར་བས་ཁོ་རང་བསོད་ནམས་དར་རྒྱས་ཚང་ལ་སོང་སྟེ། ཆུང་མ་ཡུལ་ལ་འགྲོ་ཟེར། ངའི་ཡུལ་འདི་ཚང་ཡིན། ཨ་ཙི་ཁྱོད་རང་དོན་གྱིས་བསླུས་པ་མིན་ནམ། དོན་གྱིས་ཁྱོད་རང་བསླུས་པ་འདྲ། བསོད་ནམས་དར་རྒྱས་ཁོའི་གམ་ལ་ཡོང་སྟེ། ཁོ་མོ་ངའི་ཁྲིམས་མཐུན་གྱི་ཆུང་མ་ཡིན་པས། འདི་ལས་གཞན་གྱི་ཡུལ་ཞིག་གང་ན་ཡོད་ཟེར། རྭ་ལོ་ཤིན་ཏུ་ཁྲོས་ཏེ་བསོད་ནམས་དར་རྒྱས་ལ་དཔུང་སྡུག་ཡང་ཡང་བརྒྱབ་ཅིང། ཁྱོད་ཀྱིས་ཉི་མ་དཀར་དཀར་ལ་གཞན་གྱི་ཆུང་མ་འཕྲོག་ན་ཆོག་གམ་ཟེར། དེ་འཕྲོག་པ་རེད་བསམ་ན་ཁྱོད་རང་ཁྲིམས་ཁང་ལ་འདུག་བཙོང་སོང། ཁོ་མོ་འུ་གཉིས་ཀའི་སུའི་ཆུང་མ་ཡིན་པ་དེ་ནས་ཐག་གཅོད་བྱས་ཟེར། རྭ་ལོ་ད་གཟོད་ཁྲིམས་ཁང་ཟེར་བའི་བཙན་པོའི་གཉའ་གནོན་དང་གཉོམ་པོའི་མགོན་སྐྱབས་ཤིག་ཡོད་པ་ཡིད་ལ་དྲན་ནས་ཡོང་བ་རེད། ངས་ར་ལོ་དང་ཐོག་དམངས་དོན་ཁང་ལ་ཁྲིད་དེ་ངོ་སྤྲོད་བྱས་རྗེས་ཁྲིད་ཡོང་བ་ཡིན། དམངས་དོན་ཁང་གིས་བསོད་ནམས་ཐ་ཡེ་དང་བུད་མེད་དེ་གཉིས་པོ་ནས་རྩད་གཅོད་བྱེད་དུས་བུད་མེད་དེས་ར་ལོ་ངེད་གཉིས་དུས་སྟོན་ཞིག་ལ་མཉམ་དུ་བསྡད་པ་དེ་མོས། ངེད་གཉིས་བཟའ་ཟླ་ག་ནས་ཡིན། གལ་ཏེ་ཁོས་སྤྲད་ཟིན་ན་ངེད་གཉིས་ཀྱིས་གཉེན་སྒྲིག་དཔང་ཡིག་གང་ནས་བླངས། གཉེན་སྒྲིག་དཔང་ཡིག་མ་བླངས་པར་མཉམ་དུ་བསྡད་ན་ཁྲིམས་འགལ་སྤྱོད་སྟངས་མིན་ནམ། དེ་བས་ངས་བསོད་ནམས་དར་རྒྱས་དང་ཁྲིམས་མཐུན་གྱིས་གཉེན་སྒྲིག་བྱས་པ་ཡིན་ཟེར་བཞིན། གཉེན་སྒྲིག་དཔང་ཡིག་ཅིག་རུམ་ནས་བླངས་བྱུང། ཁྲིམས་ཁང་གིས་ཐག་བཅད་པ་ལྟར་ན་བུད་མེད་དེ་བསོད་ནམས་དར་རྒྱས་ཀྱི་ཁྲིམས་མཐུན་བཟའ་ཟླ་ཡིན་ལ། ར་ལོས་གཏུག་བཤེར་བྱས་པ་ནི་མཚོ་སྔོན་པོའི་ནང་ལ་རྡོ་འཕངས་པ་དང་མཚུངས་པ་རེད། ར་ལོས་ད་གཟོད་གཉེན་སྒྲིག་དཔང་ཡིག་ཅིག་ལེན་དགོས་པའི་གལ་ཆེན་རིང་བཞིན་གསལ་པོར་ཤེས་ཤིང། རང་གིས་དང་ཐོག་གཉེན་སྒྲིག་དཔང་ཡིག་མ་བླངས་པར་འགྱོད་པ་གཏིང་ནས་སྐྱེས་ཏེ། རང་གིས་རང་ལ་འགྲམ་ལྕག་ཅིག་གཞུས་པ་ན། སྣབས་ལུག་ནི་མ་ལེའི་མགོ་ལ་ཐུག་སོང། ར་ལོ་ཁྲིམས་ཁང་ནས་ཕྱིར་ཐོན་གྱིས་དམིགས་ཡུལ་མེད་པར་སྲང་ལམ་དུ་ཕར་འགྲོ་ཚུར་འགྲོ་ག་བྱས་ཤིང། དེ་ནས་ཁོ་རང་ཟ་ཁང་ཞིག་གི་སྒོ་ཁར་སླེབས་པ་དང། ད་གཟོད་རང་གིས་ནང་ཟས་དགུང་ཟས་གཅིག་ཀྱང་འཐུང་མེད་པ་ཡིད་ལ་དྲན། དེ་མ་ཐག་ཁོའི་ཁོག་པའི་ནང་ནས།

དེ་འདྲའི་སྒོར་མོ་མང་པོ་ཞིག་ལག་ཏུ་བཟུང་བ་ཐེངས་དང་པོ་ཡིན་པས་རེད། ང་ར་ལོ་ཡོད་པ་ནི་སྒོར་མོ་ཡིན། ཐུང་ཐུང། ཕར་བལྟས་ན་ར་ལོ་ཅུང་ཟད་ཡོད་པ་འདྲ། ཁོས་ཟ་ཁང་གི་ནང་ན་སྒོར་མོ་བརྒྱ་ཤོག་འགའ་ལག་ཏུ་བཟུང་ནས་གནམ་ལ་འཕྱར་ཏེ། ང་ར་ལོའི་ཕ་རྒྱལ་བོའི་འཁྲུངས་རབས་དང་མ་རྒྱལ་མོའི་སྐྱེས་རབས་བཤད་ན་ཟེར་བཞིན་གནམ་མ་ལེ་སྟེང་ལ་བླུགས་ཏེ་མིག་གིས་དཀྱིལ་ན་འུར་ཆང་བཏུང་བཞིན་འདུག་སྐབས་དེར་ས་རུམ་ནས་གློག་སྒྲོན་ག་འདུག་བུད་མེད་ཅིག་གིས་ཟ་ཁང་སྒོ་ཁ་ནས་ཡང་ཡང་སྐད་གསེང་སྟེ་ནང་ལ་ལྟ་བཞིན་འདུག་ར་ལོས་གཅིན་པ་ཞིག་བཏང་ནས་ཕྱིར་ཡོང་ཁར་བུད་མེད་དེ་མཐོང་བྱུང་བས་ཁོ་རང་ནང་ལ་མ་སོང་བར་བུད་མེད་དེར་བལྟས་ནས་བསྡད། དེའི་རྒྱུན་པར་འཐེན་ན་ས་ཆ་དེ་མིན་པར་ཐག་གིས་ཆོད། ཁྱོད་གང་གི་ཡིན། ར་ལོས་ཁོ་མོའི་ངོ་གདོང་ལ་ལྟ་བཞིན་དེ་ལྟར་དྲིས། ཨ་ཆོག་གི་ཡིན། བུད་མེད་དེའི་ཚུགས་ཁོ་ནས་ར་ལོ་དེས། ཁོ་མོ་ལོ་ཉི་ཤུ་ལྷག་ཙམ་ཡིན་ལ་གྱོན་པ་རྙིང་ཞིང་ཧ་ཅང་གསལ་སྐད་རྒྱས་ན། སྟེང་དུ་ལུང་པའི་མིག་བཟུང་དེ་གཡོ་སྒྲའི་ལྷའི་མིག་གི་འོད་མདངས་ཤིག་ཤར་འདུག་པས། རྭ་ལོའི་མིག་ལམ་དུ། ལོ་གཅིག་སྔོན་གྱི་ཆུ་ལེན་བུ་མོ་དེ་དབང་མེད་དུ་ཤར་བྱུང། ཁྱོད་རྩི་ཆུའི་ཁར་ཆུ་ལེན་དུ་སོང་མྱོང་ངམ། བུད་མེད་དེས་ཁོའི་སྐད་ཆའི་ནང་དོན་མ་གོ་བར་ངོ་ཚ་བའི་ངང། རྭ་ལོའི་གདོང་ལ་བལྟར་འདུག། ཁྱོད་རང་རྩི་ཆུའི་ཁར་ཆུ་ལེན་དུ་སོང་མྱོང་བ་ཁོ་ཐག་རེད། རྭ་ལོ་ཉེན་རྟོག་ཞིག་དང་འདྲ་བར། འདི་ན་ཅི་ཞིག་བྱེད་ཀྱིན་ཡོད་ཟེར། ཟས་ཤིག་ཟ་འདོད་མོད། རྭ་ལོའི་དེ་མ་ཐག་སྒོམ་མོ། མི་འདུག་སྙམ་ནས་ངས་ཁྱོད་ངོ་ཞེས་ངས་ཁྱོད་མཐོང་མྱོང། ཁྱོད་ཀྱིས་ཅུང་ཙམ་སྒུག་གང། ཟེར་ནས་ནང་ལ་སོང་དེ་ལས་བྱེད་པ་དང་འདྲ་བ་ཕོ་གསར་ཞིག་གིས། རྣ་གཙང་སྐད་ཆ་ཤབ་ཤུབ་ཅིག་བཤད་ཅིང། དེའི་ལམ་ནས་ལྡེ་མིག་ཅིག་ལངས་ཏེ་ཕྱིར་ཡོང་ནས། འགྲོ་ཟ་མ་ཟ་རུ་འགྲོ་ཟེར། དང་ཐོག་བུད་མེད་དེ་རྩོམ་ཡིག་ངང་དུ་འདུག་པ་ལས་རྭ་ལོའི་རྗེས་ལ་མི་ཡོང་མོད། ར་ལོས། ཁྱོད་རང་སྐྲག་མི་དགོས་ངས་ཁྱོད་ངོ་ཤེས་ཟེར་ནས་ཁོ་མོའི་ཕུ་ཐུང་ནས་ཡང་ཡང་འཐེན་ཕེ། བུ་མོ་དེའང་ཐལ་ལ་མི་ཐེབས་པའི་ངང་ནས་ར་ལོའི་རྗེས་སུ་འབྲངས། ཁོ་གཉིས་ཀ་དཔུང་པ་མཉམ་བཞེས་ངང་སྲང་ལམ་ཆུང་བ་ཞིག་གི་ཕྱོགས་སུ་སོང། ར་ལོས་ཡང་བསྐྱར་འཇིག་རྟེན་འཁོར་བའི་ནང་ན་སྐྱིད་མེད་ཀྱང་སྐྱོ་བ་སངས་གི་ཟེར་བའི་གཏམ་དཔེ་དེ་ངག་ལས་ཤོར་བ་མ་ཟད། འུ་གཉིས་ཀའི་གཉེན་སྒྲིག་དཔང་ཡིག་ལེའང་ཟེར། ཨ་ཙི་དེ་ཅི་ཟེར་ང་ལ་སྐྱེས་པ་ཡོད་ཡ། ཧཧ། གཉེན་སྒྲིག་དཔང་ཡིག་བླངས་རྗེས་ཁྱོད་ངའི་ཁྲིམས་མཐུན་གྱི་ཆུང་མ་རེད། སྐྱེས་པ་སྔོན་མ་ཡོད་མེད་ལ་སུས་ཐེ་གཏོགས་བྱེད་རྒྱུ། ངོ་མ་ཨེ། ངོ་མ་ཡིན། སྔོན་ང་ལ་ཆུང་མ་ཞིག་ཡོད་མོད། ཁོ་མོས་སྐྱེས་པ་གཞན་ཞིག་དང་གཉེན་སྒྲིག་དཔང་ཡིག་བླངས་ཟིན་པས། ཁྲིམས་ཁང་གིས་ཁོ་མོ་ངའི་ཆུང་མ་ཡིན་པ་ཁས་མི་ལེན་པར། སྐྱེས་པ་རྗེས་མ་དེའི་ཆུང་མ་རེད་ཟེར། རྒྱ་ཡིག་ཏོག་དང་བོད་ཚིག་ཏོག་ཟེར་བ་ངོ་མ་རེད། དེས་ན་ཁྱོད་རང་གིས་འདོད། གང་ལྟར་ང་རང་སྐྱེས་པ་དེ་དང་འགྲིག་ཐབས་མེད། དེ་འདྲ་མིན་ན་ང་རང་ས་ཐག་དེ་འདྲའི་རིང་པོ་ཞིག་ལ་གཅིག་པུར་འཁྱམས་དགོས་དོན་ཅི་ཡོད་ཟེར། རྒྱལ་མཚན་ཞིག་ལ་ས་དེས། གཉེན་འཐོར་རྒྱུ་དཀའ་ཡང། གཉེན་སྒྲིག་རྒྱུ་བརྒྱུད་རིམ་གཅིག་ཀྱང་མི་དགོས་པར། ཕོ་མོ་གཉིས་ཀ་རང་འཐད་ཡིན་པ་ཙམ་གྱིས་ཆོག། དེ་བས་ར་ལོ་དང་བུ་མོ་ཆ་མེད་གཉིས་ཀྱིས་དཀའ་ཚེགས་མེད་པར། ཡུལ་དུ་སྲིད་གཞུང་ནས་གཉེན་སྒྲིག་དཔང་ཡིག་ཅིག་ལོན་བྱུང། བུད་མེད་དེ་ཆུ་ལོན་བུ་མོ་དེ་ཡིན་མི་སྲིད་ནའང་ར་ལོའི་ཆུང་མའང་ཡང་ན། དགའ་གྲོགས། སོ་སྲན་མ་དེ་ལས་སྙིང་དུ་སྡུག་པ་དང། ཁོག་པའང་དེ་ལས་ལྡབ་འགྱུར་གྱིས་དྲང་མོ་ཞིག་ཡིན་པ་འདྲ། དེས་ན་ར་ལོས་ཀྱང་སེམས་གཏིང་ནས་རང་གི་སྐྱིད་ལུག་པའི་སྤྱོད་ངན་བསྒྱུར་ཏེ་ཡིད་སེམས་དྲང་མོས་བོད་མི་དེ་དང་མཉམ་དུ་འཚོ་བ་རོལ་རྒྱུའི་སེམས་ཐག་བཅད་ནས། ཨ་ལགས་ཤིག་གི་དྲུང་ནས་ཆང་ཡང་བཅད་པ་རེད། ར་ལོ་ངོ་མ་བོད་མི་དེ་ལ་བརྩེ་དུང་ཆགས་འདུག་བརྩེ་དུང་དེ་ནི་ཁོ་རང་བོད་མི་སྔོན་མ་གཉིས་ལ་གཏན་ནས་ཆགས་མ་མྱོང་བ་ཞིག་རེད། དཔེར་ན་ར་ལོ་རྫོང་མཁར་དུ། ཟ་འབྲུ་ཉོ་རུ་སོང་ནའང་དུས་ཚོད་སྐར་ཆ་གང་ཙམ་ཡང་དོན་མེད་དུ་འགོར་འགྱངས་མི་བྱེད་པར་རང་གི་ཆུང་མ་ལ་ཚེ་ལས་རེའམ། ངྷ་སའི་རི་ཡུལ་ནས་མྱུར་དུ་ཕྱིར་ཡོང་ངེས་ལ། བུད་མེད་དེས་ཀྱང་ར་ལོ་ཕྱིར་ཡོང་བ་མཐོང་མ་ཐག་སྤྱི་ལེ་གཅིག་གཉིས་ཀྱི་ཚད་དུ་སྔོན་དུ་བསྐྱུར་ཡོང་བ་མ་ཟད། ཆ་རྐྱེན་འཛོམས་རྒྱུ་མེད་པ་དེ་ར་ལོའི་ཨ་མའི་དུས་ཀྱི་སྒྲ་སྙིང་པོ་དེ་ད་ལྟ་ཨོང་བས་ཁེངས། དེ་རིང་གི་ལེ་ཚན་ཡིན་ན་འདི་ག་མཇུག་བསྒྲིལ་སོང་ང་ཚོ་རྗེས་མའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང།